ཁམས་བཟང། དེ་རིང་ང་ཚོའི་གེ་སུ་སུ་མ་དང་དེའི་དབྱེ་བའི་ཐོག་ལ་འགྲེལ་བཤད་མདོར་ཙམ་ཅིག་སྒྲུག་གིན་ཡིན། འདི་གོང་གི་སློབ་ཚན་འདི་ནང་ལོ་ལ་ང་ཚོའི་གེ། གཉིས་ཟུར་དང་ཟུར་གྱི་དབྱེ་བ་ཐོག་ལ་འཆང་ཚར་རེད། ད་ང་ཚོས་གེ་སུ་སུ་མ་ཞེས་པའི་སྐབས་སུ་ད། ད་དེའི་དབྱིབས་དེ་ལ་གཟིགས་བ་ཡིན་ན། དབྱིབས་དེ་ལ་ང་ཚོ་ལ་ག་ཚོད་འདུག་ལ་ན་ད། གཅིག། མཐའ་གཉིས། མཐའ་གསུམ། མཐའ་གསུམ་དུ་ཨ་ནི་ཟུར་ག་ཚོད་དུ་ཞུ་བ་ཡིན་ན་ཟུར་གསུམ། ད་ཁ་གསུམ་པའི་དབྱིབས་རེད་ཤག་ཨ་འདི་ཁ་ཆེ་བོ་རེད་མཐའ་མང་དབྱིབས། ཨ་འདི་ལ་མཐའ་གསུམ་ཡོད་རེད་ཟུར་གསུམ་ཡོད་རེད་དབྱིབས་དེ་འདྲའི་རིགས་ལ་ང་ཚོས་ཁ་ཞུ་དགོས་རེད་ཟུར་གསུམ་མ་ཨ་ནི་དབྱིན་ཇི་མཐའ་གཉིས Triangles ཞུ་དགོས་ར། ད་དེ་གོང་གི་སློབ་ཚན་དེ་ནང་ལོ་ལ་ང་ཚོས་ཀྱི་མཐའ་མང་དབྱིབས་དང་ཟུར་ཨ་ནི་ཟུར་གྱི་དབྱེ་བ་དེ་ཐོག་ལ་སྦྱངས་ཚར་རེད། ད་ང་ཚོས་ཀྱིས་ཟུར་གསུམ་མ་ཞུ་བའི་སྐབས་སུ་ད་དེ་ལ་གཟིགས་བ་ཡིན་ན་ད་དབྱིབས་འདི་ལ་ང་ཚོས་ཟུར་གསུམ་མ་ཞུ་གོ་ར། ད་གསུམ་དང་ཟུར་གསུམ། ད་དཔེ་ཆ་ཞིག་ན་ང་ཚོས་ཀྱིས་དེ་ལ་གཟིགས་པ་ཡིན་ན་ད་དེའི་ཟུར་གསུམ་མ་འདི་ལ་མིང་ཞིག་སྤྲད་པ་ཡིན་ན་ཟུར་གསུམ་མ A B C ཡིན་ག་ཕྱིན་ན་ད་དེ་ཀྱིས་ཐ་གསུམ་ཞུ་བའི་སྐབས་སུ་ཐ་གསུམ་འདི་ག་ཆགས་གོ་ལ་ན། དེ་ནས་བསྡད་པ་འདུག་ཐ་གཅིག་ཆགས་ས A B། ད་ཐ་འདི་ང་ཚོས་ཐིག་དུམ་གྱིས་བསྒྲུབས་ཡོད་རེད། ཨ་ནི B C ཐ། འདས་སོང་ཙང་གཟིགས་ཡིན། ཐིག་དུམ་ཁྲི་དང་དང་ལོ་དང་ཆ་ཚང་ལོ་རྒྱང་ཚར་ར། ནི་ཨེ་སི། དེ་ལ་ང་ཚོའི་ཡིག་ཧ་རེ་ཐ་གསུམ། ད་ཟུར་གསུམ་ལ་འདུག་སོ་ཟུར་གསུམ་འདི་ཧ་རེ་ཟུར་ཨེ། འདི་ཟུར་གི་རྟ་ཡིན་པ། ཟུར་བི། ཨ་ནི་ཟུར་སི། འདི་ལ་ང་ཚོས་ཀྱིས། ཟུར་གསུམ་ཞུ་གོ། ད་ཟུར་གསུམ་ལ་ཟུར་གསུམ་ཡོད་རེད། ད་ཟུར་གསུམ་གྱི་དོམ་ཐོག་དེ་ག་ཚོད་ཡོད་མེད་འདི་ཐོག་ལ་ང་ཚོས་ཀྱིས། འགྲོ་འདུག་འགྲོ་བ་ཡིན་ན། ད་ཟུར་གསུམ་དང་ཟུར་གསུམ་འདི་གཏུབ་ཅེས་ང་ཚོའི་ཡི་དུས་བང་བྲིས་བ་ཡིན་ན། ད་ཟུར་གསུམ་འདི་ངས་བསྒྲིགས་སོ་ད་བསྒྲིགས་པའི་སྐབས་སུ་ང་ལ་ག་རེ་གྲུབ་ཟུར་ལ་ན། ད། སྙོམས་ཟུར་ཅིག་གྲུབ་སོ་ད་སྙོམས་ཟུར་གྱི་ཟུར་ཚད་ག་ཚོད་ང་ཚོ་བྱང་ས་ཡིན་པ་ད་དེ་ལ་བསྲི་བ་བཟི་བ་ཡིན་ན་ག་ཚོད་ལ་ན་དེ་ནས་དེ་བར་དུ་བསྲི་བ་ཡིན་ན་ག་ཚོད་རེད་ཤ་བརྒྱ་དང་བརྒྱད་ཅུ་རེད་དོ། ཟུར་ཚད་བརྒྱ་དང་བརྒྱད་ཅུ་དེ་སོང་ཙང་ང་ཚོ་ཡི་ཟུར་གསུམ་མའི་ནང་ཟུར་གྱི་བསྡོམས་ཐོབ་དེ་ག་དུས་ནས་ག་ཚོད་རེད་ལ་ན་བརྒྱ་དང་བརྒྱད་ཅུ་ཆ་བོ་རེད། ད་ཟུར་གསུམ་མའི་ཟུར་གསུམ་པོ་དེ་ཚོད་ལ་ཟ་ད་དེ་ལ་དབྱིབས་གཅིག་དེ་ཡོད་རེད་དབྱིབས་དེ་ཁ་ཆེ་བོ་རེད་ཟུར་གསུམ་མ་ཁ་ཆེ་ན་ཁ་གསུམ་པོའི་དབྱིབས་རེད་ཆ་ཐ་གསུམ་འདུག་ཟུར་གསུམ་དུ་ཨ་ཟུར་གཉིས་ཀྱི་ཟུར་ཚད་སྤྲད་ཡོད་རེད་བརྒྱད་ཅུ་གྱ་གཉིས་དང་ལྔ་བཅུ་ང་ད་ང་ཚོས་ཀྱི་ད་ལྟ་ག་རེ་བཅངས་ཡོད་རེད། ཟུར་གསུམ་པའི་ནང་ཟུར་གསུམ་འདི་བསྡོམས་པ་ཡིན་ན་བསྡོམས་ཐོབ་ག་ཚོད་སླེབས་པ་གོ་གོ་ལ་ན་བརྒྱ་དང་བརྒྱད་ཅུ། ད་ང་ཚོ་ལ་ཟུར་གཉིས་ཀྱི་ཟུར་ཚད་དེ་ཡོད་རེད་བརྒྱད་ཅུ་བརྒྱད་གཉིས་གང་ལ་ལྔ་བཅུ་ངན་ལྔ་བསྡོམས་པ་ཡིན་ན་ག་ཚོད་གྲུབ་ཀི་འདུག་ང་ཚོ་ལ་བརྒྱ་དང་སུམ་ཅུ་སོ་བདུན་གྲུབ་ཀི་འདུག་ཨ། ད་བརྒྱ་དང་སུམ་ཅུ་སོ་བདུན་གང་ལ་ག་ཚོད་བསྡོམས་པ་ཡིན་ན་ང་ལ་བརྒྱ་དང་བརྒྱད་ཅུ་གྲུབ་ཀི་རེད་ལ་ན། ད་དེ་ཡིན་ག་ཕྱིན་ན་ཧ་རེ་བརྒྱ་དང་བརྒྱད་ཅུ་ནས་བརྒྱ་དང་སུམ་ཅུ་སོ་བདུན་དེ་འཐེན་གོ་འདུག་ཨ། འཐེན་པ་ཡིན་ན་ང་ལ་ག་ཚོད་ཞིག་གྲུབ་ཀི་འདུག།

སྙོམས་ཟུར། སྒོར་ཐལ་ཟུར། འཁྲུག་ཟུར་འདི་ཐོག་ལ་བཅངས་ཡོད་ར་ད། ཟུར་གསུམ་པོ་འདི་ལ་གཟིགས་བ་ཡིན་ན། དང་པོ་འདི་ག་རེ་ང་ཚོའི་རྣོ་ཟུར་གཉིས་བ་འདི། དྲང་ཟུར་གསུམ་པ་འདི་རྟུལ་ཟུར་ཆགས་ཀྱི་འདུག་ཨ། ད་འདི་ཟུར་འདི་ལ་ང་ཚོས་ཀྱི་འདུག་ད་གསུམ་པའི་གི་ཁ། བརྒྱབ་པ་ཡིན་ན། ང་ཚོ་ལ་དབྱིབས་ག་རེ་གྲུབ་དགོས་རེད་ཟུར་གསུམ་མ་གྲུབ་དགོས། ད་འདི་ལ། ཟུར་གསུམ་མ། དྲ་མིན་སྣ་ཟུར་གཅིག་གྲུབ་སོ་ཨ། ད།

ནོ། ཟུར། གྲངས་ཟུར་ལ་དུ་སོ། ཟུར་གསུམ་ནང་ལོ་ནི་གཅིག་གྲངས་ཟུར་རུ་དུ་ཨ། ད་འདི་ནང་ལོ་ནི་གར་ཆག་གོ་ལ་ན་ཟུར་གསུམ་མ་ཚང་མ་བཟི་བ་ཡིན་ན། ཟུར། གཞན་པ་གཉིས་འདི་ག་དུས་ནས་ནོ་ཟུར་ཆག་གོ་རེ་འདི་ཨེ་ནོ་ཟུར་འདི་ཨེ་ནོ་ཟུར་འདི་ཨེ་ནོ་ཟུར་རུ་དུ་ཨ། འདས་སོང་ཙང་ཚོད་ཀྱི་ཟུར་གསུམ་མ་ལ། ཉུང་མཐའ་ལ་ནོ་ཟུར་གཉིས་ཡོད་རེད། ད་ཟུར་གསུམ་པ་འདི་ལ་བཟི་བ་ཡིན་ན་གལ་སྲིད་གསུམ་པ་འདི་ཨེ་ནོ་ཟུར་ཡིན་ག་ཕྱི་ནང་ཚོད་ཀྱི་འདི་ལ་ནོ་ཟུར་ཟུར་གསུམ་མ་བཞུགས་གོ།

གྲངས་སུ་སུ་སུ་མ་རེད་དོ། རྣོ་ཟུར་གཉིས་ཡོད་རེད་ཨི་ནས་ཟུར་གསུམ་པ་དེ་ག་རེ་ཆགས་དགོས་ལབ་ན་གྲངས་ཟུར་འདི་ལྟ་འདི་གི་གྲངས་ཟུར་ཡིན་པ་ཧ་གོ་དགོས་རང་ཚོའི་དགུ་འགྲིག་རིགས་དགུ་བཅུ་ཏག་ཏག་ཡིན་པ། གྲངས་སུ་སུ་སུ་མ་ཞུས་པའི་སྐབས་སུ་སུ་སུ་མའི་ཟུར་གཅིག་གྲངས་ཟུར་ཡིན་པ་ལ་ཟེར། ཟུར་གཅིག་གྲངས་ཟུར་གོ་དགོས་རེད་ཟུར་གཞན་གཉིས་དེ་ཨ་ནི་རྣོ་ཟུར་གོ་དགོས། ཏུན་ཟུར་སུ་སུ་མ་ཞུས་པའི་སྐབས་སུ་ང་ཚོའི་གི་ཟུར་གཞན་གཉིས་དེ།

མཐའ་གཅིག། མཐའ་གཉིས། མཐའ་གསུམ། མཐའ་གསུམ་པོད་ཀྱི་རིང་ཚད་བསྡུར་བས་ན་རིང་ཚད་ཆ་སྙོམས་རེད་དོ། རིང་ཚད་གཅིག་པ་གཅིག་སྲིང་རེད། དེ་སོང་ཙང་ང་ཚོས་ཀྱི་དབྱིབས་དེ་འདྲའི་རིགས་ལ་ཟུར་ཟུར་མའི་དབྱིབས་དེ་འདྲའི་རིགས་ལ་ཁ་བཤུ་དགོས་ལ་ན་མཐའ་མཉམ་ཟུར་ཟུར་མ་བཤུ་དགོས་རེད Equilateral Triangle། ད་མཐའ་མཉམ་ཟུར་ཟུར་མ་བཤུ་བའི་སྐབས་སུ། མཐའ་གསུམ་གའི་ཀྱི་རིང་ཚད་མཚུངས་པའི་ཟུར་ཟུར་མ་ལ་ཨ་ནི་ང་ཚོས་ཁ་བཤུ་དགོས་རེད་མཐའ་མཉམ་ཟུར་ཟུར་མ། ཨཱ་ནི། དཔེ་རིས་འདི་ལ་གཟིགས་བ་ཡིན་ན་ད་ཁོང་ཚོས་ཀྱི་ཐག་འདི་བསྡུར་བ་ཡིན་ན། ཐ་གཅིག། ཐ་གཉིས། ཐ་གསུམ་རེད་དོ། དེ་ལ་གཟིགས་བས་ན་དོ་སྣང་ག་རེ་བྱུང་དགོས་ལ་ན་ཐ་གཉིས་ཀྱི་རིང་ཚད་གཅིག་པ་ཡིན་ན་ཐ་གསུམ། གསུམ་པ་དེ་ཀྱི་རིང་ཚད་ལོ་ག་ཡིན་ཙང། ཨཱ་ནི། དེ་ལ་ང་ཚོས་ག་རེ་ཞུ་དགོས་རེད་སྐལ་མཉམ་ཟུར་གསུམ་མ Isosceles Triangle། ད་སྐལ་མཉམ་ཟུར་གསུམ་མ་ལ་དོ་ཐ་གཉིས་ཀྱི་རིང་ཚད་མཚུངས་པའི་ཟུར་གསུམ་མ་ལ་ཟེར། ད། ཐ་གསུམ་ནང་རོལ་ནས་ཐ་གཉིས་ཀྱི་རིང་ཚད་དེ་མཚུངས་པ་ཡིན་ན་ཨཱ་ནི་ཟུར་གསུམ་མ་དེ་དག་རིགས་ལ་ང་ཚོས་ཀྱི། ཐ། སྐལ་མཉམ་ཟུར་གསུམ་མ་ཞུ་དགོས་རེད། ད་གཟོད་སུ་མ་དེ་ལ་ཅིག་སྲིད་དང་ར་ད་དེ་ཀྱི་མཐའ་ཡི་རིང་ཚད་བསྡུ་བ་ཡིན་ན། ད་ང་ཚོས་མཐའ་དང་པོ། མཐའ་གཉིས་པ། མཐའ་གསུམ་པ། ད་དེ་བསྡུ་བའི་སྐབས་སུ་ང་ཚོས་དོ་སྣང་ག་རེ་བྱུང་སོགས་ཞུ་བ་ཡིན་ན་མཐའ་གསུམ་བརྒྱད་ཀྱི་རིང་ཚད་དེ་མི་མཉམ་པ་རེད་དོ། རིང་ཚད་ལོ་ག་ལོ་ག་ཡིན་ཙང་ཨ་ནི། ཟུར་གསུམ་མའི། དེ་འདྲའི་རིགས་ལ་ང་ཚོས་ཀྱིས་མཐའ་མི་མཉམ་པའི་ཟུར་གསུམ་མ Scalene Triangle ཞུ་དགོས་རེད་ད Scalene Triangle མཐའ་མི་མཉམ་པའི་ཟུར་གསུམ་མ་ཞུ་བའི་སྐབས་སུ། མཐའ་གསུམ་བརྒྱད་རིང་ཚད་མི་མཚུངས་པའི་ཟུར་གསུམ་མ་ལ་ང་ཚོས་ཀྱིས་མཐའ་མི་མཉམ་པའི་ཟུར་གསུམ་མ་ཞུ་དགོས། པི་རི་དེ་ལ་སི་ཏི་ར་ཟུར་གསུམ་མང་མོས་གསུངས་ཏེ་ཟུར་གསུམ་པ་དེ་ཆས་སྒོ་བསྐུར། ད་དེ་ལ་ང་ཚོས་ཀྱིས་ག་རེ་བཅངས་ཡོད་ལབ་ན་ཟུར་གསུམ་མིག་གི་ནང་ཟུར་གསུམ་དེ་བསྡོམས་པ་ཡིན་ན་བསྡོམས་ཐོབ་དེ་ག་དུས་ནས་བརྒྱ་དང་བརྒྱད་ཅུ་ཏག་ཏག་གྲུབ་ཀྱི་ཡོད་བ་དེ་ང་ཚོས་སྦྱངས་ཚར་རེད། ད་པི་རི་ཟུར་གསུམ་མ་ཨེ་བི་སི་ལ་སི་བ་ཡིན་ན་ནང་ཟུར་གཉིས་སྤྲད་ཡོད་རེད་ནང་ཟུར་གཉིས་དེ་ལ་དང་པོ་དེ་ལ་དྲིག་རིགས་ལྔ་བཅུ་གཉིས་པ་དེ་ལ་དྲིག་རིགས་དགུ་བཅུ་སྤྲད་འདུག་ཨ་ནི་ཟུར་ཚེ་གསུམ་པ་དེ་ཆས་སྒོ་བསྐུར་རེད་ཟུར་གསུམ་པ་དེ། ད་ང་ཚོའི་ག་རེ་སྦྱངས་ཡོད་རེད། ཟུར། ནང་ཟུར། ཚང་མ་བསྡོམས་པ་ཡིན་ན་བསྡོམས་ཐོབ་བརྒྱ་དང་བརྒྱད་ཅུ་དྲུག་པ་དགུ་དགུ་རེད་ད་ནང་ཟུར་གཉིས་བསྡོམས་པ་ཡིན་ན་དགུ་བཅུ་དང་ལྔ་བཅུ་སྤྲད་ས་འདུག་ཨ་ཁོང་ཚོ་གཉིས་བསྡོམས་པ་ཡིན་ན་ང་ལ་ག་ཚོད་འགྲོ་གི་འདུག་བརྒྱ་དང་བཞི་བཅུ་ད་བསམ་བློ་གཅིག་བཏང་ད་རང། ད་བརྒྱ་འགྲིག་རིགས་བརྒྱ་དང་བཞི་བཅུ་གང་ལ་འགྲིག་རིགས་ག་ཚོད་བསྡོམས་པ་ཡིན་ན་ང་ལ་བརྒྱ་དང་བརྒྱད་ཅུ་ཏག་ཏག་འགྲུབ་གི་རེད་ཞུ་བ་ཡིན་ན། བརྒྱ་དང་བཞི་བཅུ་གང་ལ་བཞི་བཅུ་སྡོམ་པ་ཡིན་ན་ང་ལ་བྲིས་རིས་བརྒྱ་དང་བརྒྱད་ཅུ་བསྒྲུབས་སོ། དེ་སོང་ཙང། ཟུར། གསུམ་མ་ཨེ་བི་སི་ཡིས་ཟུར་གསུམ་པའི་གི་ཟུར་ཚད་ག་ཚོད་རེད་ཤག་ཞུས་བ་ཡིན་ན། བཞི་བཅུ་བྲིས་རིས་བཞི་བཅུ་རེད་ཤག། ད། ཟུར་གསུམ་མ་གཉིས་བ་དེ་ལ་ད་ང་ཚོ་ཡི་དེ་ལ་མིང་གཅིག་སྤྲད་བ་ཡིན་ན། X Y། བཞི། ད་གཟུགས་སྨན་ཨེག་སི་ཝེ་ཟིའི་ནང་ལོ་ལ། ཟུར་གཉིས་ཀྱི་ནང་སོ་གཉིས་ཀྱི་ཟུར་ཚད་སྤྲད་བྱ། དྲུག་ཅུ་དང་དྲུག་ཅུ་ཨ་ནི་ཟུར་གསུམ་པ་དེ་ཚད་དགུ་དགུ་འདུག་ཨ། ཟུར་གསུམ་པ་དེ་ཚད་པ་ཡིན་ན་ད་ང་ཚོ་ཡིག་ཁ་རེ་ཙམ་ཡོད་རེད། ཟུར་ནང་ཟུར་ཚང་མ་བསྡོམས་པ་ཡིན་ན་བསྡོམས་ཐོབ་བརྒྱ་དང་བརྒྱད་ཅུ་གྲུབ་དགུ་དགུར་ཨ། ནང་ཟུར་གཉིས་བསྡོམས་པ་ཡིན་ན་བརྒྱ་དང། ཉི་ཤུ་འགྲིག་རིགས་བརྒྱ་དང་ཉི་ཤུ་གྲུབ་གསུངས། ད་འགྲིག་རིགས་བརྒྱ་དང་ཉི་ཤུ་གང་ལ་ག་ཚོད་བསྡོམས་པ་ཡིན་ན་ང་ལ་བརྒྱ་དང་བརྒྱད་ཅུ་འགྲིག་རིགས་ཏག་ཏག་གྲུབ་དགུ་ལ་ན་འདི་གང་ལ་ད་དུང་ང་ཚོ་ཡིག་དྲུག་ཅུ་བསྡོམས་པ་ཡིན་ན་ག་ཚོད་གྲུབ་དགུ་རེད།

རྣོ་གཟུར་ཟུར་གསུམ་མ་ར། ད་གལ་སྲིད་མཐའ་ཡི་ཐོག་ནས་ཨེ་བ་ཕྱི་བ་ཡིན་ན་མཐའ་ཡི་རིང་ཚད་དེ་ལ་ཟེར་འོན་ན་མཐའ་ཡི་རིང་ཚད་ཚང་མ་སྙོམས་པོ་ཡིན་ཙང་ཨ་ནི་མཐའ་མཉམ་ཟུར་གསུམ་མ་ཞུས་ན་འགྲིག་གོ་དེ་ལ། མཐའ་མཉམ་ཟུར་གསུམ་མ། མཐའ་ཟུར་གསུམ་མ་ཨེ་བི་སི་ལ་སི་ལ་ཟི་བ་ཡིན་ན། ཟུར་གསུམ་མ་གི་ཟུར་དེ་ཟུར་ཐོག་ནས་ཨེ་བ་ཕྱི་བ་ཡིན་ན་ཟུར་གཅིག་དེ་དྲང་ཟུར་རེད་ཤག་ཟུར་གཞན་གཉིས་དེ་རྣོ་ཟུར་ཡིན་ཙང་ཨ་ནི་དེ་ལ་ང་ཚོས་ག་རེ་སྒྲུབ་དགོས་ལ་ན་ཟུར་གསུམ་མ་དེ་ལ་ང་ཚོས་ཀྱི་དྲང་ཟུར། གྲངས་སུ་བསུ་མ་བྱ་གི་ར། མཐའ་ཡི་ཐོག་ནས་ཨེ་བ་འཆི་བ་ཡིན་ན་མཐའ་ཡི་རིང་ཚད་འདི་ལ་དོ་སྣང་ཆེ་བ་ཡིན་ན་ང་ཚོ་ལ་ག་རེ་མཐོང་འདུག་ལ་ན་མཐའ་ཡི་རིང་ཚད་ཆ་ཚང་ལོ་མི་འདྲ་བ་རེད་ཤག་དེ་ཚང་ཚང་མཐའ་མི་མཉམ་པའི་བསུ་བསུ་མ་རེད་ཤག་དེ། མཐའ་མི་མཉམ་པའི་བསུ་བསུ་མ། འདུག་ཕྱི་ནས་ང་ཚོ་གི་ཨེ་བ་འཆི་བ་རེད།